ཧོ། ད་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡིན་ལ། ད་འདི་རིང་ངས་ང་རང་གི་བསམ་འཆར་ཚིག་ཁ་ཤས་ཤིག་ཁ་ཤས་ཤིག་མ་བཤད་དགོས་ཀྱི་དྲན་སོང་ལ། སྤྱིར་བཏང་ངེད་ཀྱི་བསམ་འཆར་མ་བཤད་འོང་དུས། ཕྱི་སྣོད་ཀྱི་འཇིག་རྟེན་ལ་ན་ཡང་འདྲ། ནང་བཅུད་ཀྱི་སེམས་ཅན་ཡིན་ན་ཡང་འདྲ། དེ་ཀུན་ལ་ཕན་ཐོགས་པའི་ང་རང་གི་བསམ་འཆར་གྱི་ནུས་པ་ཡོད་མ་རེད། ད་ལྟ་ག་ནང་བཞིན་སློབ་སྦྱོང་གི་ཐོག་ལ་བསམ་བློ་བཏང་ན་ཡོད་མ་རེད། ཉམས་མྱོང་གི་ཐོག་ནས་བསམ་བློ་བཏང་ན་ཡོད་མ་རེད། ཡིན་ན་ཡང་ངས་ད་ལྟ། ང་རང་གི་བསམ་འཆར་བཤད་དེ་ང་དང་ང་འདྲ་བ་མི་མི་གཅིག་གཉིས་ལ་ཁ་ཞེ་གཅིག་ཕན་མཐོང་ན་ཅི་མ་རུང་ན་ནི་འདི་འགྲིག་གི་བསམ་པ་རྣམ་དག་ཀུན་སློང་རྣམ་དག་གི་ཐོག་ནས་མ་སྐད་ཆ་ཁ་ཤས་ཤིག་མ་བཤད་དགོས་ཅེས་དྲན་སོང་ལ། སྤྱིར་བཏང་ང་ཚོ་མི་སུ་དང་སུ་ཡིན་ན་ཡང་བདེ་བ་བདེ་གི་ཡོད་རེད་སྡུག་བསྔལ་སྡུག་བསྔལ་བདེ་གི་ཡོད་མ་རེད། བདེ་བ་བདེ་ཡོང་དུས་བདེ་བ་གི་རྒྱུ་དེས་དགེ་བ་བཅུ་སྒྲུབ་དགོས་རེད། རེད་ལ། སྡུག་བསྔལ་མི་བདེ་ན་སྡུག་བསྔལ་གི་རྒྱུ་མི་དགེ་བ་བཅུ་སྤང་དགོས་རེད། བཤད་ཀྱི་ཡོད་རེད་དམ། དེ་ཚང་མ་གི་ཧ་གོ་གི་ཡོད་རེད། ཡིན་ན་ཡང་སྡུག་བསྔལ་མི་བདེ་ན་ཡང་སྡུག་བསྔལ་གི་རྒྱུ་མི་དགེ་བ་བཅུ་ལ་ན་ཡང་འདྲ་སྡིག་པ་སྤང་ཤེས་ཡོད་སྤང་ཐུབ་ཡོད་མ་རེད།

ཟད་པ་གོང་མའི་དེ་དཔེ་མི་སྲིད་ཧ་ཅང་གལ་ཆེན་པོ་རེད་དོ། སྤྱིར་བཏང་ང་ཚོ་ཟད་པ་ཐད་ཀར་དུ་གོ་མ་ཐུབ་ན་བསམ་བློ་བཏང་ནས་བཏང་ནས་གོ་མ་ཡོད་དོ། ཟད་པ་ལ་བསམ་བློ་བཏང་ནས་བཏང་ནས་གོ་མ་ཡོད། མིག་གི་ཕ་གི་ཐད་ཀར་དུ་རང་ལ་ཚིག་རྩུབ་གྲོགས་ཀྱིས་བསླབ་ཡོང་དུས་ཐད་ཀར་དུ་ལན་སྤྲད་ཅིག་མི་འདུག། ད་སྐར་མ། ད་སྐར་མ་ཡིན་ན Second སུམ་ཅུ་ལ་ན་ཡང་འདྲ། ད་སྐར་མ། ལྔ་དྲུག་ལ་ན་འདྲ་དེ་ག་ཚེ་དེ་ཕར་ལན་མ་སྤྲད་ནས་བསྡད་དེ་བཀག་ཐུབ་ཡོད་དེ་དཔེ་མི་སྲིད་གནད་འགག་ཆེན་པོ་གཅིག་འདུག། གལ་སྲིད་ང་ཚོ་གི་ཕ་གི་མིག་གི་ཚིག་རྩུབ་ཀྱི་ཚུབ་བརླབས་ཡོང་དུས་ལམ་སང་ཁོང་ཁྲོ་བསླངས་ནས་ཕ་ཐད་ཀར་དུ་ལན་སྤྲོད་ན་འདི་ལན་འདི་དཔེ་མིན་པའི་ཚིག་ནག་པོ་ཐལ་འགྲོ་གི་འདུག་ཚིག་ནག་པོ། གདུགས་ཀྱི་བརྡ་ནང་བཞིན། གདུགས་ཀྱི་བརྡ་འདི་ཕ་མི་ལ་ཐེ་ཕོག་ཚ་བྱེད་ལ་མི་དེ་ཤི་ཡས་རེད་ལ། འོ་དེ་ནང་བཞིན་དེ་འགྲོ་གི་འདུག་ཚིག་ནག་པོ་མི་གཞན་པ་སེམས་ལ་ཕོག་ཡ། འོ་དེ་ཡོང་དུས་མི་གི་ཕ་གི་དགའ་ཚིག་ཅིག་ཚུ་ཚིག་ནག་པོ་ཡང་ན་བླ་ན་ཡང་ལན་ཐད་ཀར་ཐད་ཀར་ལམ་སང་ལམ་སང་ལན་སྤྲད་ཡ་མེད་པས་ལན་དེས་ག་ལེ་ཅི་སྤྲད་ཅི་བསམ་བློ་བཏང་ཡ་འདི་དཔེ་མི་སྲིད་གནད་འགག་ཆེན་པོ་འགྲོ་བྱེད་འདུག་རེད་ལ། འདི་ཅི་འདི་གང་ལ་ཅི་བསམ་བློ་བཏང་དང། ཡང་བསྐྱར་ག་རེ་གང་ལ་བསམ་བློ་བཏང་གོ་རེད་ལབ་ན། ད་ང་ཚོ་གིས་ད་མི་གཞན་པ་ལ་ད་ཅིག་ག་རེ་ཁན་ཚ་གྲོགས་ཅིག་ཐོ་ཡང་གྲོགས་ཅིག་སྣ་བོ་མ་གྲོས་ཐོ་ཡང་ཅིག་དུ་བ་འོ་འདི་མཐོང་ཡོང་དུས་ད་ཕ་མིག་གི་ནོར་འཁྲི་མ་རེད་ད། ང་རང་གི་མིག་གི་ལྟ་ཚུལ་དང་ང་རང་གི་བསམ་བློ་བཏང་སྟངས་གང་ལ་རག་ལས་པ་རེད་ད་ལབ་དེའི་བསམ་བློ་འདྲེན་འདྲེན་ཐུབ་པ་ཅིག་བྱས་ཏེ་དཔེ་མི་སྲིད་གནས་ལྔ་ཆེན་པོ་འདྲ་བྱེད་རེ་དོགས། ལམ་སང་ཕ་མི་ལྟ་ཡོང་དུས་མི་སྣང་བ་མ་གྲོས་མཐོང་ཡོང་དུས། འདི་ལ་ཁ་བཏགས་ཡང་མེད་པའི་ཐོག་ནས་ལམ་སང་བསམ་བློ་ག་རེ་བཏང་གོ་འདུག་ལབ་ཡོང་དུས། མི་གཞན་པ་དང། ཁྱད་མཚར་སྒྲོག་ཅིག་མཐོང་ཡང་སྣང་བ་མ་གྲོས་ཡང་ལ་སོགས་པ་མཐོང་ཡོང་དུས། ཨོ་ཕ་མི་འདི་འདི་ཡིན། དེ་འདྲིས་ཀྱི་སྣང་བ་མ་གྲོས་མཐོང་ཡ་དེའི་ཕ་གི་མིག་གིས། ད་གནས་སྟངས་རན་མི་འདུག་ང་རང་གི་བསམ་བློ་བཏང་སྟངས་ཀྱི་གནས་སྟངས་ལ་རག་ལས་འདུག་ལ། དེ་འགྲིག་གི་བསམ་བློ་བཏང་ན་ལྟས་ཚེ་ང་ཚོ་གི་ད་འདི་སྒང་ལ་ཡང་ཁོང་ཁྲོ་གི། གླང་ཡག་ལ་སོགས་པ་ལྟས་ཉུང་ཉུང་ཆགས་འགྲོ་གི་རེད། རེད་ལ། ག་རེ་ཅི་གནས་ན་ན། གལ་སྲིད་དངུལ་ཆུ་དོ་མིག་གི་སྲུང་བ་གནང་བཞིན་རེད་ལ། ཇི་ལྟར་སྣང་བ་དེ་ལྟར་རང་གི་སེམས། ད་དེ་ཚོ་བསམ་བློ་བཏང་གི་འདུག་ལ། ཡག་པོ་མཐོང་ན་ཡང་འདྲ། སྡུག་ཅག་མཐོང་ན་ཡང་འདྲ། མཛེས་པར་མཐོང་ན་ཡང་འདྲ། མཛེས་པར་མ་མཐོང་ན་ཡང་འདྲ། ཚང་མ་རང་གི་སེམས་ཀྱི་འཁྲུལ་བའི་དབང་གིས། རང་གི་སེམས་ཀྱི་བག་ཆགས་དབང་གིས་སྣང་རྒྱུ་རེད་འདུག་ལ། འོ་འདི་འདྲ་བྱས་བསམ་བློ་བཏང་གི་འདུག་ལ། ད་ཡང་འདི་སྒང་ལ་ག་རེ་བྱེད་བསམ་བློ་བཏང་གི་འདུག་ལ་ན་མི་ཕ་གི་གཅིག་རང་ནི་ལ་ནི་གཅིག་ཚིག་རྩུབ་ལབ་ཡོང་དུས་ཕ་མི་ལ་སྙིང་རྗེ་སྐྱེ་དགོས་འདུག་བ་ལ། ཕ་མི་གི་དབུ་སྣེ་དྲངས་ནས་སློབ་དཔོན་ཀུན་ལྡན་མཁས་ལྐུགས་པ་ལབ་ཡོང་དུས་ཨོ། ཐུགས་རྗེ་ཆེ་ལབ་གི་འདུག་བ་སྙིང་ནས་སེམས་སྙིང་ནས་ཁོ་རང་ཐུགས་རྗེ་ཆེ། ག་རེ་བྱེད་ནི་ལ་ན་ཁོ་རང་བུ་རང་དབང་མེད་པ་ཆ་ཚ་རེད་ཁོ་ང་ལ་ཚིག་རྩུབ་ལབ་ཡ་དེ་ག་རེ་ཅི་གནས་ན་ན་བཟླས་བྱ་ཞེས་དང་གཏི་མུག་ལ་སོགས་པ་སྒོམ་བྱེད་མང་པོ་ཆབ་ཡོངས་དུ་སྡིག་གི་རང་དབང་མེད་པའི་ཐོག་ནས་ང་ལ་བསླབ་ཡི་གི་ཡོད་རེད་ཚིག་རྩུབ་དེ། ཁོ་རང་དབང་ཐོག་ནས་བསླབ་གི་ཡོད་མ་རེད་ང་ཚོ་ལ། ཁོ་རང་དབང་མེད་པའི་ཐོག་ནས་བསླབ་ཡོང་དུ་དེ་འབྲེལ་གྱི་ཐོག་ལ་བསམ་བློ་བཏང་ཡོང་དུ་ཕ་སྙིང་རྗེ་སྐད་ཀྱི་བསམ་བློ་ཅིག་སླེ་སླེ་ཡོང་གི་འདུག་བ་ལ། འོ་འདི་འདྲ་བོ་ཅིག་བརྗེད་ན་ང་ཚོ་གི་སྔོན་དང་འདྲ་འདི་ཟད་པ་སྒོམ་ཐོས་དེ་ཅིག། ཐབས་ཤེས་འདྲ་བོ་ཅིག་འདི་ལ་བལྟས་ན་ཐབས་ཤེས་ཡག་པོ་འདུག་ཅེས་དྲན་ཡོང་གི་འདུག་ལ། དེ་ནི་རེད་འདུག། རེད་ལ། མི་ཕམ། ཁན་རྩ་གྲོགས་ཀྱིས་མཐོང་ན། རང་གི་སེམས་ཀྱི་འཁྲུལ། ག་རེ་ལ་བར་དང། རང་གི་སེམས་ཀྱི་ལྟ་སྟངས་གང་ལ་རག་ལས་ཀྱི་འདུག་བ་ལ། གལ་སྲིད་རང་གི་མི་ཁན་རྩ་མཐོང་ན། ང་ཚོ་གི་གནའ་བོ་མ་གྲོགས་ཀྱི་མི་མཐོང་ན། དེའི་མི་དངོས་གནས་བདག་ནི་མི་སྡུག་ཅན་ཡིན་ན། ས་འཛམ་བུ་གླིང་མི་ཚང་མ་ཁོ་ལ་སྡུག་ཅག་གནང་གི་འདུག་བ་ལ། ང་ཚོ་གི་སྣང་བ་མ་གྲོལ་ཆོག་མི་དེ་ཁ་ཤས་ཀྱི་ལྟ་དགོངས་ནས་འདྲ་ན་ལྷ་དཀར་པོ་ནང་བཞིན་བརྩི་ཡོང་གི་འདུག་བ་ལ། དེ་འདྲའི་རྩ་ཆེན་པོ་བརྩི་ཡོང་གི་འདུག་བ་ལ། རེད་དུ་རེད་མི་འདུག། འོ་འདི་གང་ལ་བསམ་བློ་ཡོང་དུས་དངོས་གནས་དྲང་ནས་མི་ཕ་ཡུལ་གྱི་མི་དེ་ནོར་བ་རེད་དུ་འམ་རེད་མི་འདུག་བ། རང་ཚོ་ཚོ་གི་བསམ་བློ་བཏང་བཏང་ནོར་བ་རེད་དུ་བ་ལ། རེད་དུ་རེད་མི་འདུག། དེ་འདྲའི་གང་ལ་བསམ་བློ་གཅིག་བཏང་ཐུབ་ན་ང་ཚོ་མཛད་པ་སྒོམ་ཐུབ་ཡ་དེ་དཔེ་མི་སྲིད་ལས་སླ་བོ་ཡོད་བ་རེད་ལ། གལ་སྲིད་དེ་འདྲའི་གི་མཛད་པ་སྒོམ་ཐུབ་ན་ང་ཚོ་ས་འཛམ་བུ་གླིང་ནང་ལ་བསྡད་པའི་དབང་དུ་ཡང་སྐྱིད་པོ། སྐྱིད་པོ་ཡོད་རེད་ལ། ཚེ་ད་ལྟ་བ་ཚེ་ད་ལྟ་གི་བསམ་བློ་དང་ན་སྐྱིད་པོ་ཡོང་གི་རེད། སྐྱེ་བ་ཕྱི་མ་ཡང་ང་ཚོང་གི་ངན་སོང་གི་འགྲོ་འགྲོལ་དོད་ཡིན་ད་བསོད་ནམས་ཀྱི་ས་བོན་མི་འདོར་ལ། བཟོད་པ་ལྟ་བུ་དཀའ་ཐུབ་མེད་གསུངས་ཡོད་རེད་ལ། ཧོ་དེ་འདྲས་ཡོང་དུས་ནི་འདི་ནི་དེ་འདྲས་གང་ལ་ཅིག་བསམ་བློ་བཏང་ད་ངས་མ་ཤེས་ད་ད་ངས་བཤད་རྒྱུ་དེ་དངོས་གནས་ཅིག་ཁྱེད་རྣམས་པོ་གིས་བསམ་བློ་བཏང་དེ་གང་ལ་ཅིག་ལག་ལེན་སྒྲུབ་ཀྱི་གནང་ད་ནི་ཚོར་བ་ག་འདྲས་སྒྲུབ་ཀྱི་འབྱུང་གི་འདུག་རེད་ལ། འོ་འོ་དེ་ཅིག་ཞུ་དགོས་དྲན་སོང་ལ། ག་རེ་ཅི་ནས་ལ་ན་ང་ཚོ་ཚང་མ་སྡེ་པ་གཅིག་མཚུངས་རེད་ལ། སྡུག་བསྔལ་མི་སྡོད་ཀྱི་རེད་སྡུག་བསྔལ། སུ་བཅད་དགོ་གི་ཡོད་མ་རེད་བདེ་བ་དགོ་གི་ཡོད་རེད། སྡུག་བསྔལ་མི་སྡོད་ན་སྡུག་བསྔལ་གྱི་རྒྱུ་དེ་མིག་གི་འོག་སྤང་དགོ་རེད། བདེ་བ། བདེ་བ་ཐོབ་ཐུབ་ཀྱི་བསམ་བློ་བྱས་ན་དགེ་བ་གཅིག་བསྒྲུབ་དགོ་རེད་ད། ད་འདི་ཡི་ཧ་དགོ་གི་ཡོད་རེད་ཡིན་ན་ཡང་ད་སྡིག་པ་སྤང་ཡ་ལ་སོགས་པ་དགེ་བ་བསྒྲུབ་ཡའི། གནས་གང་ལ་སླེབས་ཡོང་དུས་འདི་ང་ཚོ་གི་ཟད་པ་སྒོམ་ཐུབ་ཀྱི་ཡོད་མ་རེད། རེད་ལ།

ཨེ་འདི་འདྲའི་གང་ལ་ཅིག་བསམ་བློ་ཅིག་བཏང་ནས། ཟེར་བ་ཅིག་སྒོམ་ད། ད་དགའ་འདྲེ་དྲོད་ཀྱིས་ད་དངོས་གནས་དྲངས་ནས་འཚོ་རོགས་དགའ་འདྲེ་དྲོད་ཀྱིས་ལས་ཀྱི་དུས་དོ། ད་ནུབ་ཆུ་སྡེ་བ་ཅན་གྱི་ཟངས་མདོག་བེར་བཞིན་གྱི་ནང་ན་ད་འདི་ད་ཐག་རིང་ང་ཚོ་གི་འདི་འདི་རྣོ་ད་ག་ག་རེ་དེའི་གང་ལ་བསམ་བློ་ཅིག་བཏང་མ་ཐུབ་ན་ཡང་ཚེ་ད་ལྟ་བ་གང་ལ་ཚེ་ད་ལྟ་གི་ཚེ་ད་ལྟ་བ་ལགས་ན་ཡང་འགྲིག་ཡོད་རེད་ཚེ་ད་ལྟ་བ་ལ་ནི། ད་འདིས་ངས་བཤད་རྒྱུ་གི་སྐད་ཆ་གང་ལ་ཅིག་ནི་ཐུགས་བསམ་ཅིག་བཞེས་ནས་ཅིག། Practice ལས་ཀྱི་དོ། འདི་ཅིག་གནང་ད། དངོས་གནས་བསྒྲགས་ནས་ཚོར་བ་མ་འགྲོ་བ་ཅིག་ལས་ཅི་ཡོད་རེད་ད། ངོ་མ། ད་ང་ཚོ་ཚང་མ་སྐྱིད་པོ་བསྡད་ཀྱི་ཡོད་རེད་སྐྱིད་པོ་བསྡད་ན་སྐྱིད་པོ་གི། སྐྱིད་པོ་བསླེ་ཚར་དེ་དངོས་གནས་བསྒྲགས་ནས་རྒྱུ་གཙོ་དེ་ང་ཚོ་མཛད་པ་སྒོམ་ཐུབ་ཀྱི་འདུག་བ་ལ། ད་མཛད་པ་ཅིག་སྒོམ་མ་ཐུབ་ན་ཡོད་མ་རེད་ད་ཕྱིའི་སྒྲུབ་ན་ཡང་སྒྲུབ་ཐུབ་ཀྱི་ཡོད་མ་རེད། གཉིས་གཅིག། འཇིག་རྟེན་གྱི་སྐྱོང་སྒོ་ཅིག་བསམ་བློ་བཏང་ན་མཛད་པ་སྒོམ་མ་ཐུབ་ན་འཇིག་རྟེན་གྱི་ཡང་ཡག་པོ་སྐྱོང་ཐུབ་ཀྱི་ཡོད་མ་རེད། འོ་དེ་ཡོང་དུས་མཛད་པ་སྒོམ་མཁན་དེ་དཔེ་མི་ཚད་ཧ་ཅང་གལ་ཆེན་པོ་རེད་འདུག་འོ་དེ་ཡོང་དུས། གཅིག་གཉིས་ལ་ཕན་འདོད་དེ་ང་རང་གི་བསམ་འཆར་དེ་འདྲ་འདྲ་ཞིག་མ་གཞི་ནས་མི་གཅིག་གཉིས་ལ་ཕན་འདོད་རེ་བ་ཡོད་ལགས་སོ་བཀའ་དྲིན་ཆེ་ཞེས་བྱས་ལ།